ཨོ་ང་ཚོ་འདི་ཚོགས་པའི་ཚོགས་གཙོ་མཆོག་དང་འདི་ན་ཡོད་པའི་ཚོགས་མི་ཚང་མ་ལོག་ལ། ད་དེ་རིང་དེ་གཟའ་མཇུག་བྱས་དུས་ཚོད་དེ་ཕྱིན་ཡོད་དེ་ཚོགས་པའི་ནང་ལོག་བཅར་བྱས་བསམ་ཚུལ་ཁག་ཅིག་བཤད་ན་བསམ་སོང། ད་འདས་པའི་ཉི་མ་ཁ་ཤས་ཅིག་གི་ནང་ལོག་ལ་རྣམ་པ་ཚོ་དེ་ནི་མ་ཐུགས་ཚབ་ཆེན་པོའི་ཐོག་ནས་དེ་ནི་མ་བགྲོ་གླེང་མང་པོ་གནང་ཤག། ཨང་གོང་ཚོས་དེ་འདྲས་གསུངས་ན་ཤག་དངོས་གནས་གསུང་སྐད་དེ་འདྲས་ཤོར་ཤག་ཐུགས་ཁག་མི་འདུག་བསམ་གི། ད་ད་ལྟ་ང་ཚོའི་གི་སྤྱི་ཚོགས་ཀྱི་གནས་སྟངས་དེ་འདྲས་ཅིག་གང་ལ། ཐབས་སྐྱོ་བོ་དེ་འདྲས་ཅིག་གང་སླེ་དེ། ད་ཐུགས་ཚ་གཙོ་བོ་དེ་ངས་གང་ལ་ཡ། པ་རིགས་གཉིས་ཀྱི་ཕུད་བཞག་ཡོད། ད་དེ་ང་ཚོའི་བཙན་བྱོལ་ནང་ལོག་གི་ལོ་རྒྱུས་རང་བཞིན། ཨ་ནི་ཁམས་ཕྱོགས་ཨང་ཉི་ཤུ་ལ་ཡོད་དེ་རེད། ད་དེ་རྣམ་པ་ཚོ་ཚང་མ་ལོ་ཁྱེད་འགེར་བ་དེའི་སྐོར་ལ་ངས་ཞིབ་ཕྲ་དེ་གསལ་བཤད་ཞུས་མོ་བ་བྱས། ད་དེབ་དེ་གི་ནང་ལོག་ལ། ཤོག་ལྷེ་གཅིག་སྟོང་བརྒྱ་མེད་ཉི་ཤུ་རྩ་བརྒྱད་ཡོད་རེད། འདིའི་ཁམས་ཆུ་ཨང་ཉི་ཤུ་གྱི་མཐའ་མའི་གི་ཆེད་དུ་ཁྲིམས་ཞིབ་ཁང་གིས་བཅད་ཁྲ་བཏང་བའི་གི་སྙན་ཐོ་ཐག་གཅོད་དེ་རེད། ཤོག་ལྷེ་བརྒྱ་མེད་གཅིག་སྟོང་བརྒྱ་མེད་ཉི་ཤུ་རྩ་བརྒྱད་ད་འདི་ཉུང་ཉུང་ག་ཡི་མ་རུ་བ། ད་ལྟའི་བཙན་བྱོལ་ནང་ལོག་གི་གར་ཤོར་བོ་རེད། ད་ལོ་རྒྱུས་རང་བཞིན་ལྡན་པའི་གི་གནས་ཚུལ་ཞིག་ཆགས་ཀྱི་ཡོད་རེད། དེའི་རྩ་དོན་དང། ང་ཚོའི་སྒྲིག་འཛུགས། ཨ་མི་མང་ལ་ཁེ་ཕན། དེ་འདྲའི་ཁ་ཁ་ཡོད་མ་རེད། ད་དེ་མ་ཉེས་ཁ་གཡོག་རང་བྱས་བྱས་རུ་ཨ། ཨ་ནི་བྱང་ཨ་རིའི་སྐུ་ཚབ་དོན་གཅོད་ཕྱག་ལས་གནང་བཞིན་པ། དེ་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐུགས་རེ་ཕྱི་ནང་བྱས་ཨ། ད་ལྟའི་ལས་ཐོག་སྲིད་སྐྱོང་སྤེན་པ་ཚེ་རིང་ལགས། ཉིས་སྟོང་བཅུ་དྲུག་གི་འོས་བསྡུ་ཆེན་མོ་ཚར་ཚར་བའི་རྗེས་ལ། ཨང་གང་ཟག་སྤེན་པ་ཚེ་རིང་ལགས་ཀྱི་ཉམས་མྱོང་འཇོན་ཐང་ཤེས་ཡོན་དེ་འདྲ་མང་པོ་ཅིག་ལ་ཐུགས་རེ་གནང་ཆེད ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་ཤག་ལ། ཨ་ནུ། ལམ་སྟོན་གནང་བྱས། ཨ་ནི། སྤྱི་འཐུས་ཀྱི་ཚོགས་གཙོ་ཟུར་པ་སྤེན་པ་ཚེམ་ལགས་བྱང་ང་རིའི་སྐུ་ཚབ་དོན་གཅོད་ལ་བསྐོས་བཞག་གནང་གནང་ཟེར་ལབ་བྱས་དེ་འབྲེལ་གྱི་བཀའ་སློབ་ལམ་སྟོན་ཆེད ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ཐུགས་རེ་ཆེན་པོ་ཞུ་རྒྱུ་གནང་ཡོད་རེད། རུ་བ། འདི་བྱང་ང་རིས་ཀྱི་སྐུ་ཚབ་དོན་གཅོད་འདིས ྋསྐྱབས་མགོན་རིན་པོ་ཆེ་གྱི་མཚན་གནས་ཡོད་པའི་གྱི་ཏང་ཙུའུ་རྒྱལ་ཁབ་རང་བཙན་ཡོད་ན་གཞུང་ཚབ་འདྲ་བོ་ཞིག་ཆགས་དགོས་རེད་བ། དེའི་ཐད་ཀར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་དང་འབྲེལ་བ་ཆགས་དགོས་རེད། སྐུ་མདུན་གྱི་མཚན་གནས་ཀྱི་ཐོག་ནས་ང་ཚོའི་གི་བྱང་ཨ་རིག་གི་སྐུ་ཚབ་དོན་གཅོད་དེ་ད་གནས་བསྡད་ཡོད་རེད། དེ་འདྲ་ཅིག་གི་གནས་སྟངས་ཅིག་གི་བར་ནས་ད་སོ་སོའི་སྒེར་གྱི་འཁོན་འཛིན་ཨ་ནི་གཅིག་མ་འོངས་པ་ལ། ཉིས་སྟོང་ཉིས་རྩ་གཅིག་ལ། ད་ཚོགས་གཙོ་ཟུར་པ་སྲིད་སྐྱོང་ལ་བཞེངས་ཀྱི་རེད་བསམ་པའི་གི། རུ་བ། ཀུན་སློང། དམིགས་ཡུལ་འདི་འདྲ་ཅིག་ད་ལངས་མ་ཐུབ་ཡ། ཟོས་བས་ཀྱི་ཆེད་དུ། དེའི་སྤྱི་བའི་གི། རྩ་དོན་དང་སྒྲིག་འཛུགས་ལ་ཕན་གྱི་ཡོད་པ་དང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ཐུགས་རེ་གནང་བ་དགོངས་ཤིག་འདི་གས་ཚང་མ་ལོ་རྩིས་མེད་རྡོག་རོལ་བཏང་བྱས་ད་བཀའ་ཤག་གིས་སྤྱི་སྨོན་གྱི་ཐག་ཆོད་ཡིན་ལབ་ནས་ད་ཆ་མངའ་རིས་དོན་གཅོད་འཕོ་འགྱུར་བཏང་རེད། འཕོ་འགྱུར་བཏང་ཚར་བ་དང། སྐབས་དེ་དུས་ཀྱི་སྲིད་སྐྱོང་བློ་བཟང་སེང་གེ་ལགས་ཁོ་རང་ཨ་ཡུ་རོབ་ཏུ་བ་ཕྱོགས་བསྐྱོད་ཕེ། Canada། དང་ཨ་རི་ནང་ལོག་ཕྱོགས་བསྐྱོད་ཕེ་རེད། མི་མང་ལ་གཏམ་བཤད་གསལ་བཤད་བྱེད། མི་མང་གི་ནང་དྲི་བ་ལེགས་རུ་བ། མི་གཅིག་ལ་སྐྱོན་དང་ནོན་འཁྲུལ་མེད་པ་གཅིག་ལ་གློ་བུར་དུ་དེ་འདྲའི་གི་འཕོ་འགྱུར་ཅིག་བཏང་ཡོང་དུས་འདིའི་ང་ཚོས་ཀྱིས་གར་ཞུ་བ་རེད། བསམ་མེད་ད་གཟས་ཀྱིས། ཅིག་གི། ཆང་ཆུང་ནས་དེ་འདྲ་ག་ཡི་མ་རེད་བ། ཆབ་སྲིད་ཀྱི་ཐོག་ནས་གནད་འགག་ཆེན་པོ་ཡོད་དེ་ཀྱོ། གནད་ཡོད་མིན་ན་རེད་བ། དེ་འདྲས་ཅིག་ཨ་ནི་འཕོ་འགྱུར་བཏང་ཡོང་དུས། ད་མི་མང་གིས་དྲི་བ་བཏང་ཡོང་བྱུང་རེད། ད་དྲི་བ་བཏང་ཡོང་དུས་སྐབས་དེ་དུས་གསལ་བཤད་དེ་ཚོ་ག་འདྲས་གནང་ཡོད་རེད་ད།

ཡིད་ཆེས་དབུ་མར་གྱུར་ནས། དེའི་གི་རྒྱབ་ལོགས་ལ་ཏན་ཏན་དམིགས་ཡུལ་ངེས་ཅན་གྱི་དུག་ལབ་ནས་མི་མང་གི་གནས་ཚུལ་ཤེས་པའི་ཐོག་ནས་རུ་བ་དེ་བས་ཀྱི་སྐབས་དུས་དུས་ཀྱི་བྱང་ཨ་རི་དོན་གཅོད་དང་དེའི་ལས་ཐོག་སྲིད་སྐྱོང་གི་ཕྱག་ལས་གནང་བ་དང་ཁོ་རང་གི་ནས་ཀྱི་ག་ཚོད་ཚོད་བློས་བཏང་གནང་ཡོད་མེད་ཕྱག་ལས་ག་འདྲས་གནང་ཡོད་མེད་སྤྱི་འཐུས་ཚོགས་གཙོ་གནང་བའི་སྐབས་ལ། ཨ་གྲོས་ཚོགས་གི་ནང་ལོགས་ལ་མིག་དཔེ་ག་འདྲ་ཞིག་བསྟན་ཡོད་མེད་དེ་ཚོ་ཚང་མ་ལ་གཞི་བཞག་ཆེད་མི་མང་ཡིད་ཆེས་སྒོ་མར་ཨ་ནི་མི་མང་གིས་སྐད་རྒྱབ་པའི་ཞིག་འགོ་ཚུགས་རུ་བ། ད་དེ་སྐད་རྒྱབ་པའི་དེ་ལས་ཐོག་སྲིད་སྐྱོང་གཅིག་ལ་སྐད་རྒྱབ་བ་དེ་བཙན་བྱོལ་ནང་སླེབས་ནས་ཐེངས་དང་པོར་ད་ལོ་རྒྱུས་ནང་ལོགས་ལ་ད་དེ་ཚོ་ཚང་མ་ལོགས་མ་འོངས་པ་ལ་ལོགས་རྒྱུས་ནང་ལོགས་ལ་རུ་བ། དེ་གི་རེད། བྱ་ལྔ་རི་དོན་གཅོད་འཕོ་འགྱུར་དང་འབྲེལ་བའི་ཐོག་ནས་སྐབས་དུས་དུས་ཀྱི་དོན་གཅོད། ཟུར་པ་ཞུ་སྒོར་བ་དང་འདེགས་ལས་ཐོག་སྲིད་སྐྱོང་གི་ཐོག་ནས་སོ་སོ་སྒེར་གྱི་ཐོག་ནས་རྡ་རམ་ས་ལར་བག་ཆགས་བྱས། ཆུ་ཚོད་བེད་སྤྱད་བཞི་ལྔ་དེ་འདྲའི་ཆེད་ཀྱི་གསལ་བཤད་ཞིག་གནང་ཡོད་རེད། འདིའི་གསལ་བཤད་དང་འབྲེལ་བའི་ཐོག་ནས་དེབ་གཉིས་ཐོན་ཡོད་རེད། དེབ་གཉིས་འདི་ད་དཔེ་མཛོད་ཁང་ཁག་ཅིག་གི་ནང་ལོག་ལེ་ཡོད་རེད་ལ་ང་ཚོའི་གི་བལ་ཡུལ་དང་རྒྱ་གར། ཡུ་རོབ། ཨ་རིའི་ནང་ལོག་མི་མང་གི་ནང་ལོག་ལ་ད་འདི་འགྲེམས་སྤེལ་ཤུགས་ཆེན་པོ་ཞུ་བྱེད་ཕྱིན་ཡོད་རེད། དེབ་གཉིས་འདི་ད་མེད་པ་བཟོ་ཐུབ་བའི་རྩ་བ་ཉིན་ཡོད་མ་རེད། འདི་ལོ་རྒྱུས་རང་བཞིན་ལྡན་པའི་གི་དེབ་གཉིས་འདི་རྣམ་པ་ཚོའི་ཏན་ཏན་གཟིགས་ཡོད་དོ་ཁ་བོ་རེད། བདེན་དོན་གསལ་བའི་མེ་ལོང་ལ་ཡི་དེབ་དེ་རེད། འདི་དེབ་དེ་གི་པར་དེ་ང་སྐད་ཆ་བཤད་ཚར་བའི་རྗེས་ལ་ངས་རྣམ་པ་ཚོ་དེ་ཕུལ་གི་ཡིན་ད་འདི་རྣམ་པ་ཚོ་མཁྱེན་རྟོགས་རང་བྱེད་དོ་ཡིན། རོ་ང་ཚོ་ཚོགས་མི་མང་པོ་གཅིག་གི་མི་མང་གི་ན་ལོག་ནས་སྤྱི་ཚོགས་ནང་གནས་ཚུལ་ག་རེ་ཡོང་གི་ཡོད་མེད་ཐུགས་སྣང་གནང་མཁན་གཅིག་ཡིན་ན་དེབ་དེ་གཟིགས་ཡོད་རེད་བསམ་གི་འདུག་ས་གནས་མང་པོ་བཞུགས་རྗེས་ལ་དེ་འགྲེམས་སྤེལ་ཞུས་ཡོད་རེད་དེ། བྱ་ལྔ་རི་དོན་གཅོད་འཕོ་འགྱུར་དང་འབྲེལ་བའི་ཐོག་ནས་སྐབས་དུས་དུས་ཀྱི་དོན་གཅོད་ཟུར་པ་གྱི་ཐོག་ནས་ད་ལྟའི་ལས་ཐོག་སྲིད་སྐྱོང་གི་ཐོག་ནས་ཨ་ན་གསར་འགོད་གསལ་བསྒྲགས་དང་གསལ་བཤད་གནང་ཡོད་རེད། རེད་བ། འདི་ལ་སྐབས་དུས་དུས་ཀྱི་བཀའ་ཤག་སྐབས་བཅོ་ལྔའི་པའི་ཐོག་ནས་ལན་འདེབས། གསལ་བཤད། གང་ཡང་ཡོད་མ་རེད། དེ་འདྲས་མེད་དེ་དུས་ད་དུས་དེ་ནས་བཟུང་ཆེད་ལས་ཀ་དེ་འདྲས་ཀྱི་བྱེད་སྒོ་བཙུགས་ནས། ཚར་བའི་རྗེས་ལ་ད་མི་མང་གིས་ནམ་རྒྱུན་བསྟན་ཡོད་དེ་སྐད་བརྒྱབ་པའི་ཤོག་ཚུགས་རེད་ཞེས་མི་མང་གིས་ད་ག་ཟེ་སྐད་བརྒྱབ་བཞག་རྒྱུ་དེ་འདྲ་ཁས་མ་རུ་བ། སོ་སོའི་མི་མང་གི་གདམས་པའི་གི་གོ་སྒྲིག་འདི་ལ་འོས་འདེམས་བྱས་ཚར་བའི་རྗེས་ལ་ངོས་ལེན་ཞུ་དགོས་རེད་གུས་ཞབས་བྱེད་དགོས་རེད་གུས་བརྩི་བྱེད་དགོས་རེད་ལབ་དེ་བདེན་པ་རེད་དེ་སོ་སོ་ངོས་ལེན་ཞུ་གི་ཡོད་ཡིན་དང་ཡིན། སོ་སོའི་གོ་སྒྲིག་ལ་སོ་སོས་མ་བརྩི་ན་སུས་བརྩི་གི་རེད། ཡིན་ནའི་གོ་སྒྲིག་གི་བྱེད་སྟངས་དེ་མ་དབྱིངས་དང་ཧམ་བཤད་ལྷག་པར་དུ་ང་ཚོའི་སྒྲིག་འཛུགས་དང། སྤྱི་བ་ལ་གནོད་ཡས་ཀྱི་ལས་ཀ་ཅིག་བྱེད་དགོས་ན་ང་ཚོ་སྐད་རྒྱབ་བཙུགས་བཙུགས་རུ་བ་འོ་དེ་བྱེད་པ་རེད། དེ་འདྲ་ཡིན་དུས་དེང་སང་སྤྱི་ཚོགས་མ་བློ་ལ། དེ་སྔ་བློ་བཟང་སེང་གེ་ལགས་ཀྱི་བཀའ་ཤག་སྐབས་ལ་ཨ་མི་མང་གིས་སྐྱོན་བརྗོད་དང། སྐད་འབོད་དང། དེ་འདྲ་བྱས་སོང། ད་ང་ཚོ་ད་རིང་ལས་ཐོག་སྲིད་སྐྱོང་སྤེན་པ་ལགས་ལས། ཨ་ནམ་རྒྱུན་བསྟེན་གྱིན་བྱས་བྱས། ད་ལྟ་འདས་ཀྱི་བོད་མི་སྒྲིག་འཛུགས་མི་མང་གི་གདམས་པའི་ཕྱག་ལས་དེ་འདྲའི་ཡག་པོ་ཞིག་གནང་དགོས་ཡོད་རེད་བ། ཆོལ་ཁ་ཆོས་ལུགས་དབྱེར་མེད་ཀྱི་ཐོག་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་གཞི་བཟུང་གི་ཕྱག་ལས་གནང་ནས་ཕེབས་ཀྱི་འདུག་བ། ད་འདི་ལ་ད་ལྟ་ངོས་ལེན་བྱེད་མ་ཐུབ་ནས་རྣམ་འགྱུར་ག་འདྲའི་བསྟན་གྱི་འདུག་འདི་གི་ཆོལ་ཁ་བྱེ་བྲག་པ་ཅིག་ལ་ཕན་ཐོག་ཡ་ཁ་ཁ་ཡོད་མ་རེད། དེ་འདྲའི་རྣམ་འགྱུར་བསྟན་བྱས་ད་ལྟའི་གི་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་དེ་ལ་ངོས་ལེན་མེད་པའི་གི་རྣམ་འགྱུར་བསྟན་ཡག་རོ་བ། དེ་ཚོ་ཚང་མ་ལོག་གི་ད་ལྟའི་གང་ཟག་སྲིད་སྐྱོང་སྒེར་ལ་གནོད་འགྲོ་ཡག་དང་ཁོ་རང་གོ་གནས་ཆགས་ཡག་དང་དེ་འདྲའི་ཁ་སྐད་ཡོག་མ་རེད། འདི་ང་ཚོའི་གི། དམངས་གཙོ་ཁོ་རང་ལ་མཐོང་ཆུང་ཁྱད་གསོད་བྱེད་ཀྱི་ཡོད་རེད་ལ། ང་ཚོ་མི་དམངས་ལ་མཐོང་ཆུང་བཏང་གི་འོ་རེད་གོང་ས་སྐྱབས་མགོན་ཆེན་པོ་མཆོག་ལས་དེ་གི་བརྡ་ལན་ག་འདྲ་ཞིག་འགྲུག་གི་འོ་རེད། དེ་འདྲ་བྱེད་པ་ལ་ལྟ་ནས། འདི་ང་ཚོ་ཆོལ་ཁ་གཉིས་ལ་གནོད་འགྲོ་བའི་དེ་འདྲ་དང། རུ་བ། འོས་བསྡུའི་སྐབས་ལ་ད་ལྟའི་ལས་ཐོག་སྲིད་སྐྱོང་ལ་རྒྱབ་སྐྱོར་བྱེད་མཁན་དེ་ཚོར་གནོད་ཡ་དང་དེ་ལ་ཕམ་ཁ་རག་ཡ་དང་དེ་འདྲའི་ཁ་ཁ་ཡོད་མ་རུང་འོས་བསྡུའི་སྐབས་ལ་རྒྱབ་སྐྱོར་བྱེད་མཁན་གྱི་བྱེད་ཚར་རེད། འོས་ཐོབ་མཁན་གྱི་ཐོབ་རེད་ཤོར་མཁན་གྱི་ཤོར་རེད་འདི་གི་ལེའུ་གཅིག་ཆ་ཚང་གཅིག་ཚ་ཚ་རེད། རུ་བ། ཁོ་རང་ལ་རྒྱབ་སྐྱོར་བྱེད་མཁན་དེ་ཚོ་འོས་བླུག་ཆེད་རྒྱབ་སྐྱོར་བྱེད་མཁན་དེ་ཚོ་ལ་ནི་གྱོང་རག་འགྲོ་ཡ་དེ་འདྲའི་ཁ་ཁ་ཡོད་མ་རེད། འདི་ང་ཚོ་གི་སྒྲིག་འཛུགས་ཁོ་རང་ལ་ཁོ་རང་མཐོང་ཆུང་ཁྱད་གསོད་བྱེད་དགོས་རེད། རེད། རེད་བ། བཅའ་ཁྲིམས་རིན་པོ་ཆེ་ལ་ཁས་ལེན་གི་མེད་པ་ལ་ངོས་འཛིན་ཞུ་བས་ན་མ་འགྲིག་ཡ་ཡོད་མ་རེད། བཅའ་ཁྲིམས་གོང་དོན་དམངས་གཙོའི་འགྲོ་སྟངས་གི་ཐོག་ནས་འགྲོ་སྟངས་འགྲོ་ལུགས་གི་ཐོག་ནས་འདེམས་ཐོན་བྱེད་བཤད་སྐྱོང་སྲིད་སྐྱོང་བྱེད་རུ་བ་དེ་ཞེ་དྲག་ཐབས་སྐྱོ་བོ་རེད་བསམ་གི་འདུག་དེ་འདྲ་ཡིན་དེ་དུས་ད་ལྟའི་སྤྱི་ཚོགས་ནང་ལོ་འབྲས་ཤ་རྒྱག་མཁན་ཁག་ཅིག་དེ་འདྲ་ཟོས་གི་འདུག་དེང་སང་ནམ་རྒྱུན་བསྟན་དགོས་ཡས་དང་ཅིག་མ་འདོད་བའི་ནམ་རྒྱུན་གཞི་མེད་སྐྱོན་བརྗོད། བྱས་ངན་འདི་ཚོད་ཀྱིས་དེ་སྔ་བློ་བཟང་སེང་གེ་ལགས་ཀྱི་བཀའ་ཤག་སྐབས་ལ་ནི་སྐྱོན་བརྗོད་དང། དེ་འདྲ་བྱས་སོང་ངོ་རྒོལ་བྱས་སོང་དེ་གི་ཅིག་ལན་པ་མ་བཟོ་ནས་ལན་མ་བཟོ་ནས་དེ་འདྲ་ཅིག་རྒྱབ་ཡོད་ཀྱི། འགྲེལ་བཤད་ཅིག་རྒྱག་འདེགས་འདུག་དེ་དེ་འདྲ་མ་རུ་བ། བློ་བཟང་སེང་གེ་ལགས་སྐབས་ལ་ཁོ་རང་གི་དུས་ཡུན་གཉིས་ནང་ལ་ཕྱག་ལས་ག་འདྲ་ག་འདྲ་གནང་སོང། སྤྱི་བའི་རྩ་དོན་ལ་ཕན་པའི་ག་ཚོད་ཙམ་གནང་ཡོད་རེད། རྒྱལ་སྤྱིའི་ནང་ལོགས་ལ་ང་ཚོའི་ཀྱི་བོད་དོན་ཞུ་གཏུག་དང་འབྲེལ་བའི་ཐོག་ནས་རྒྱལ་ཁབ་ཨ་རིས་གཙོས་པའི་ཀྱི་ཡུ་རོབ་ཀྱི་ནང་ལོགས་ལ་ལྟ། རྒྱལ་ཁབ་སོ་སོའི་ཀྱི་ནང་ལོགས་ལ་རྒྱབ་སྐྱོར་ག་ཚོད་ཙི་ཚད་ཐུག་ཡོད་རེད། དེ་ཀྱི་གྲུབ་འབྲས་ག་ཚོད་ཙི་ཐོན་ཡོད་རེད། རེད་བ། དེ་ཚོ་མང་ཅིག་སྐྱོར་ཞུ་ད། ང་ཚོ་མིག་མཐོང་ཡས་དུས་བས་ཨམ་ཅོག་གོ་ཡས་དུས་བས། རེད་བ། འཛིན་སྐྱོང་གི་ཐོག་ནས་ཕྱག་ལས་གནང་སྟངས་ག་འདྲའི་གནང་བཞག་སྒྲིག་འཛུགས་ཀྱི་གནས་སྟངས་དེ་རྩིས་སྤྲོད་བྱེད་དུས་ག་འདྲའི་ཆེད་རྩིས་སྤྲོད་གནང་ནས་ཕེབས་སོང་ལ་དེ་ངས་ཞིབ་ཕྲ་ཅིག་ཞུ་དགོས་ངར་བ། དེ་འདྲ་ཡིན་དུས་ནོར་ན་ནོར་གི་འདུག་ཟེར་ལ་ནི་སྐད་རྒྱ་བས་ཀྱི་རྒྱུ་མཚན་ཡོད་རེད་དེ། འདི་མི་མང་གི་གདམས་པས་ཀྱི་འགོ་ཁྲིད་ཁོ་རང་གང་ཟག་དེ་གིས་བློ་བཟང་སངྒེ་ལ་ཁོ་རང་གི་ཞེ་སྡང་མ་འདྲིས་རེད་འགྲོ་བ། འདི་ཆོལ་ཁ་གི་གནས་ཚུལ་བཟོས་དགོས་ཡས་ཐད་ཀ་ཡོད་མ་རེད། སོ་སོ་རང་ཉིད་འདྲ་བོ་ཞིག་ནི་དབུས་གཙང་རེད་དབུས་གཙང་གིས་བདམས་པའི་སྲིད་སྐྱོང། དབུས་གཙང་ནས་ཡིན་པའི་གི་གང་ཟག་སྲིད་སྐྱོང་གཅིག་གིས་ཨ་ནི་དངོས་གནས་དྲ་གནས་རྩ་དོན་ལ་གནོད་ཡས་ལས་ཀ་བྱས། མི་མང་ལ་སྐྱག་རྫུན་དང་ཧམ་བཤད་བྱས། རུ་བ། མགོ་སྐོག་བཏང་དེ་འདྲ་བྱེད་གི་འདུག་ན་ང་ཚོས་དེ་ངོས་ལེན་བྱེད་ཐུབ་གི་མ་རེད་དེ། འདི་ལ་དངོས་གནས་དྲ་གནས་ཆོལ་ཁ་གཞན་དག་གཉིས་ཀྱིས་སྐྱོན་བརྗོད་བྱེད་ཀྱི་ཡོད་པ་ཡིན་ན་ཆོལ་ཁ་སུས་སྐྱོན་བརྗོད་བྱེད་ཀྱི་ཡོད་འོས་ནས། དེ་ང་ཚོས་དབུས་གཙང་གི་སྲིད་སྐྱོང་འོས་མི་བཅས་ལ་སྐྱོན་བརྗོད་བྱེད་ཀྱི་འདུག་ཟེར་ན་འདི་ང་ཚོས་འདི་གླེང་གི་མ་རེད་དེ་འདྲའི་ཆེད་ལ་ངོས་འཛིན་བྱེད་ཀྱི་མ་རེད། ཡིན་དང་ཡིན་སྐྱོན་བརྗོད་བྱེད་དགོས་ཀྱི་རེད། འགྲོ་བ། ད་ད་ལྟའི་ལས་ཐོག་སྲིད་སྐྱོང་གིས་རྩ་དོན་ལ་གནོད་པའི་གི་ཕྱག་ལས་ག་རེ་གནང་སོང། ཁྲིམས་དང་སྒྲིག་གཞི་མ་མཐུན་པའི་ཕྱག་ལས་ག་རེ་གནང་སོང། རེད་བ། ཆོལ་ཁ་དེ་འདྲའི་ཆེད་ལ་གནོད་པའི་གི་རེད་བ། དངོས་གནས་སོ་སོའི་ཕ་དང་མ་གི་བསགས་བཞག་རྒྱུ་རྒྱུ་དཔེ་འཇོག་གི་ཐོག་ནས་སྒེར་གྱི་ཐོག་ལ་ག་རེ་གནོད་སོང་དེ་འདྲས་ཅིག་བཤད་ཡས་མེད་བ་ཡིན་ན་ད་ནམ་རྒྱུ་བསྟན་དགོས་ཡས་ཀྱི་རྒྱུ་མཚན་ག་ཡི་མི་འདུག་བ། འདི་ཕྱོགས་གས་ཀྱི་ད་ཞེན་ཁོག་རང་བྱེད་བྱེད་ཨ་འདི་གང་འགྲོ་གི་ཡོད་རེད་བ་འདི་ཞེ་དྲག་གི་ཐབས་སྐྱོ་བོ་རེད་བསམ་གི་འདུག་སྐྱབས་མགོན་རིན་པོ་ཆེ་ཐུགས་ཕམ་ཡས་ཀྱི་ལས་ཀ་བྱེད་རུ་བ་འདི་དངོས་གནས་དྲང་གནས་ང་ཚོའི་བོད་པ་སྤྱི་ཡོངས་ལ་མོ་གོ་ཡས་རྒྱ་ནག་ལ་གོ་ཡས་ཀྱི་ལས་ཀ་གཅིག་རུ་བ་འདི། དེ་འདྲ་ཡིན་དུས་དུས་དེ་སྔ་བློ་བཟང་སང་གེ་བཀར་པ་ངོ་རྒོལ་བྱེད་རུང་ད་འདི་ལ་ནམ་རྒྱུན་བསྟན་ནས་ཅིག་ལན་སློག་གི་ཡོད་དོན་དོ་ཆེ་བ་ཡིན་ན་དེ་ཁས་ལེན་ནམ་ཡང་ཞུ་ཐུབ་ཀི་མ་རེད། ས་དང་གནམ་གི་ཁྱད་པར་ཤོག་སོགས་ཕྱག་ལས་གནང་སྟངས་ཁོ་རང་ལྟ་ད་འདི་ལས་ཀྱི་ལྟོ་བ་སྲིད་སྐྱོང་གི་ཕྱོགས་ནས་སྲིད་སྐྱོང་མཆོག་གི་ཕྱག་ལས་གནང་སྟངས་འདི་ག་འདྲ་ཞིག་གནང་གི་འདུག་གང་ཟག་བག་ལ་བཞག་སྒྲིག་འཛུགས་དེ་སྒང་ལ་བཞག་ཕྱག་ལས་གནང་གི་འདུག་བློ་བཟང་སང་གེ་ལ་ལོ་བཅུའི་ནང་ལོག་ལ་ག་རེ་བྱས་ནས་ཕྱིན་སོང་དང་པོ་སོ་སོའི་མིང་དང་སྐུ་བརྒྱ་དང། སོ་སོ་སྒེར་ལ་ཆེ་མཐོང་དང། དེ་འདྲས་བཟོས་མ་ཚར་ནས་ཕྱིན་བཟོ་བ་ཐ་ན་བོད་བཀའ་བློན་ཁྲི་པ་ནས་སྲིད་སྐྱོང་བཟོས་སྲིད་སྐྱོང་ནས་དེའི་མ་འགྲིག president བཟོས། ཐ་ན་གཞུང་གི་བདེན་སྟོབས་ཀྱི་གོ་རིམ་སྒྲིག་སྟངས་བྱུ་རུ་དེ་ཚོ་ཚང་མ་ལོ་རྩིས་མེད་བཏང་འགྲོ་གི་འདུག་བ་དམངས་གཙོ་ཀ་བ་གཞན་དག་ཉིད་ཕར་བཞག་ཁོ་རང་བེད་ཁོ་རང་བེད་རྒྱལ་ཁབ་རང་བཙན་ཡོད་རྒྱུག་གི་སྲིད་འཛིན་ཨེ་འདྲ་ཡིན་པ་ནང་བཞིན་ཆེ་ལྟ་ད་ལྟ་སེང་གེ་འཁྲབ་ཡག་ཡག་འཁྲབ་ཡག། རོ་གསེར་བང་སྒྲིག་ཡ། རྟེན་གཙོ་ཚང་མ་ལོ་ཁོ་རང་སྐབས་ནས་འགོ་བཙུགས་སོ་གཞན་དེ་འདྲས་ཀྱི་ལམ་དུ་ལུགས་སྲོལ་མེད་བ། དེ་སྔ་བཀའ་བློན་ཁྲི་པ། རྟེན་གཙོ་ཚང་མ་ལོ་གཞུང་འབྲེལ་འཚམས་གཟིགས་ཕེབས་དགོས་པར་ས་གནས་ཁག་ལ་སློབ་དཔོན་ཟངས་མདོག་རིན་པོ་ཆེ་དང་བཀའ་བློན་བསོད་ནམས་སྟོབས་རྒྱལ་ལ་གདམས་པ་འདི་དང་འདི་གཉིས་ཀྱི་སྐུ། རུ་བ། བཀའ་བློན་ཁྲི་པ་ཚང་མ་ལོ་གཞུང་འབྲེལ་གྱི་འཚམས་གཟིགས་ཕེབས་དགོས་པར་དེ་འདྲས་ག་བ་ཡོད་རེད་ལམ་དང་ལུགས་སྲོལ་ང་ཚོའི་བཙན་བྱོལ་གནས་བབ་ལ་ཞི་བའི་གི་ཐོག་ནས་ཨ། དམའ་ས་སེམས་ཅན་ཕལ་གོར་ཁོ་རང་སྐབས་ནས་བཟོས་སོ་བེད་ཁོ་རང། ཧ་ལམ་དམའ་སོ་ནི་གཅིག་དྲུག་གི་རྒྱལ་བོ་དེ་འདྲ་ཡིན་པའི་ནང་བཞིན་བྱེད་བྱེད། སྡིངས་ཆ་གང་ལ་ཡིན་པ་ནི་ཁོ་རང་གཡས་གཡོན་ལ་གཞུང་འབྲེལ་གྱི་ཐོག་ནས་འཚམས་གཟིགས་ཕལ་གོར་རེད། ཡུ་རོབ་ལ་ཕལ་གོར་ནི་ཡུ་རོབ་ཀྱི་འབྲེལ་ཡོད་ཀྱི་དོན་གཅོད་དེ་ཚོ་ཡོད་བས་ནི་ཡ་གའི་གཞུང་འབྲེལ་གྱི་ཡ་གའི་ཞབས་བཀྱག་གང་ན་མ། དོན་གཅོད་དེ་ཚོ་ཡ་གའི་ཞེས་མ། ཞེས་ཁ་བཏགས་ནས་ཡ་གའི་སྡིངས་ཆ་གང་ལ་ཞབས་བཀྱག་སྒྲིག་དགོས་གོར་བ། སྤྱི་འཐུས་དེ་ཚོ་ཡིན་པ་ནི་གང་ནས་མ་ཉམས་རྡོ་སྒྲིག་གོ་གོར་ཁོ་རང་གཅིག་པུ་བྱས་ཀི་བལྟས་ཕྱིར་ད་ལྟ་གོང་ས་སྐྱབས་མགོན་ཆོས་འཕོབ་མཆོག་གི་ཆེ་མཐོང་དང་དེ་འབྲེལ་གི་མཚན་གནས་ཅིག་རག་ཡ་གི་ཐབས་ཤེས་སྟངས་ཆེ་དེ་འདྲས་ཁོ་རང་ཆེ་བྱས་བལྟ་ཁོ་རང་སྒྲིག་འཛུགས་གི་སྒང་ལ་གང་ཟག་དེ་གལ་ཆེ་བརྩི་ནས་ཕྱིན་སོང་བ་ད་སྒེར་གི་ཐོག་ནས་དཔལ་འབྱོར་གི་ཐོག་ནས་ངས་ཞུ་གི་དབུ་མ་རུ་བ་འོས་ཐོབ་ཚར་ཟེར་ནས་ཁང་པ་དེ་ཉོས་རེད་ཁང་པ་དང་པོ་གཅིག་ཉོས་སོང་བ་དེ་གི་སྐད་ཆ་ཞིག་ཡོད་བ། Washington Post གི་ནང་ལོགས་ལ་གནས་ཚུལ་དོན་ཡོད་པ་སྟེ་ཉིས་སྟོང་བཅུ་གཅིག་གི་དང་བཅུ་དྲུག་འོས་བསྡུ་སྐབས་རྙོག་དྲ་ག་ཚོད་བྱུང་སོང་སྟེ། ད་དྷརྨ་ས་ལ་ལ་ཡ། སྲིད་སྐྱོང་ལོ་བཅུ་ལས་ཡུན་ཁྱུད་ཚར་བའི་རྗེས་ལ་ད་ལྟའི་སྐད་ཆ་གོ་ཡ་བྱས་པ་ཡིན་ན Boston གི་མི་འབྱོར་ལྡན་བསྡད་སའི་གི་ཨ་ནི་ས་གནས་གཅིག་ལ་ད་ལྟ་ཨ་རི Dollar ས་ཡ་གཅིག་དང་ཆེ་ཁ་མན་ཙེ་ཞིག་གིས་ཁང་པ་ཞིག་ཉོས་ཡོད་རེད་ལ་སྐད་ཆ་དེ་འདྲ་བྱས་སྤྱི་ཚོགས་དྲ་ལམ་འགྲོ་བསྡད་ཀྱི་འདུག་བ་དེ་ཚོ་དངོས་ཡོད་གནས་ཚུལ་ཡིན་པ་ཡིན་ན། བོད་མི་སྒྲིག་འཛུགས་སྲིད་སྐྱོང་གི་གླ་ཆ་དེ་ལོ་གཅིག་ལ་ཨ་རི་འགྲོ་ལ་ལྔ་སྟོང་རེད་བ། ད་ག་བ་སླེབས་སོང། དངུལ་དེ་ཚོ་ག་ནས་ཡོང་གི་ཡོད་རེད། བཟའ་ཟླ་དང་ནང་མི་གིས་ཕྱག་ལས་གནང་གི་ཡོད་པ་ནི་དེ་རྩིས་མ་ཐེབས་པའི་ཁ་ཁ་མེད་པ་ང་ཚོས་ཨ་རིའི་ནང་ལོགས་ལ་རྩིས་རྒྱག་མ་ཐུབ་པའི་ཁ་ཁ་ཡོད་མ་རེད་པ་དེང་སང་འདུམ་བདེ་བོ་རེད་བ་རྩིས་ག་ཚོད་ཚོད་བཟོས་དགོས་རེད་དེ་རྩིས་བཏང་ཡས་ཅིག་པོ་ཞིག་རེད་བ་དེ་རྩིས་བསྐོར་མ་ཐུབ་པའི་གནས་སྟངས་ཁ་ཁ་མི་འདུག་བ་དེ་ཚོ་ཚང་མ་ལོ་དྲི་བ་ཆེན་པོ་ཞུ་ཅིག་ཆགས་དགོས་རེད་བ། དེ་འདྲའི་བྱས་ནས་ཕྱིན་ཆད་ད་ད་ལྟ་བར་དུ་བཀའ་བློན་ཁྲི་པ་ཟུར་པ་ཡིན་ནི་རེད་སྲིད་སྐྱོང་ཟུར་པ་ཡིན་ནི་རེད་དེ་འདྲའི་གི་རྒྱས་སྤྲོས་དང། དཔལ་འབྱོར་གི་ཐོག་ལ་དངོས་གནས་དྲང་གནས་ཀྱི་ཁྱད་པར་ཆེན་པོ་དེ་འདྲའི་བྲོ་ཡས་ཅིག་ང་ཚོས་བྱུང་མྱོང་ཡོད་རེད། དེ་ཚོ་ཚང་མ་ལོ་རང་བཞིན་གྱི་དོགས་གཞི་ཅིག་ཆགས་བསྡད་ཀྱི་འདུག་བ། དོགས་པ་ཅིག་རང་བཞིན་ཆགས་ཀྱི་འདུག་བ་སྤྱི་ཚོགས་ནང་ལོ་ལ། ད་ད་ལྟ་སྤྱི་ཚོགས་ནང་ལ་མར་འགྲོ་ཆེད་རྙོག་དྲ་བཟོས་སྟངས་དང་དེ་ལ་ལྟ་ཡོང་དུས། དེ་ཡིན་དུས་ད་དོན་དག་ངས་རྡོག་རྡོག་གར་ཞུ་དགོས་ཞུས་པ་ཡིན་ན་སྒང་ལ་ཡ་པ་རི་གཉིས་བཏང་རྒྱུ་དེ་ད་ཁམས་ཕྱོགས་ཨང་ཉི་ཤུ་དེབ་དེ་རེད་དེ། དེ་ཆེ་བསྟོད་ཁྲིམས་ཞིབ་ཁང་གི་བཅད་ཁྲར་དང་གཞུང་འབྲེལ་རང་གི་ཁྲིམས་ཞིབ་ཁང་རང་གིས་མ་བཅད་ཁྲ་བཏང་རྒྱུ་དེ་རེད། ད་དེ་རེད། དེ་འབྲེལ་གྱི་བཅད་ཁྲ། ཁམས་ཕྱོགས་ཤོར་ཚ་སྐྱོ་གང་ཟག་ཆེ་ཡིས་ད་མུས་མཐུས་བྱས་སྐྱོང་གི་རིན་པོ་ཆེ་མཇལ་ཁ་ཞུས་ཡ། ད་དེ་འབྲེལ་གྱི་བློ་ཁོག་སྙིང་སྟོབས། ང་ཚོ་མི་ཡ་རབས་བཟང་སྤྱོད།

ཨུ་ཚུགས་ཀྱི་མཐར་སྤེལ་ནས་དེ་འདྲའི་ཨུ་ཚུགས་རང་རྐྱ་བྱས་ད་དེ་ཚོ་ཚང་མ་ལ་མཇལ་ཁ་ཞུ་འོས་ཏེ་མི་མང་མགོ་སྐོར་བཏང་ཡང་བྱེད་དོ་རེད་མ་གཏོགས་ཤ་ཏག་ཁ་ཁལ་མ་རུ་བ། མི་མང་གི་གདམས་པའི་གི་འགོ་ཁྲིད་ཟུར་པ་ཅིག་གཞུང་ཞབས་ཟུར་པ་ཅིག་ཁྲིམས་ཞིབ་པ་ཟུར་པ་ཡིན་ན་རེད་སྤྱི་འཐུས་ཟུར་མ་བཀའ་ཟུར་ཇུ་དགའ་འདི་ཕོ་བྲང་བརྒྱུད་ནས་མཇལ་ཁ་ཞུས་ཚར་བའི་རྗེས་ལ་མཇལ་ཁ་ཐོབ་སོང་ན་སྐྱབས་མགོན་རིན་པོ་ཆེ་གི་གཟིགས་པ་གཅེར་བུ་གནང་ཡས་ཡིན་རུ་བ་དེ་གནང་གི་རུ་བ། སྤྱི་པའི་ཕྱག་ལས་གནང་ཚར་བའི་རྗེས་ལ་དེ་ཡི་གཞུང་གི་མཛད་གཙོ་ཟུར་པ་ཅིག་ཆགས་བསྡད་འོ་རེད། དེ་གང་ཟག་དེ་སུ་ཡིན་མིན་ལ་མ་ལྟོས་པའི་སྐུ་མདུན་ཐུགས་བརྩེ་བ་ཆེན་པོ་གནང་གི་རུ་བ་སྟེ། ད་དེ་ཚོ་ཚང་མ་ལ་སྐུ་པར་སྒྲོན་བྱས་ད་བེད་སྤྱོད་ག་ཚོད་བཏང་སོང། ཨ་གསེར་གྱི་འཁོར་ལོས་ལ་ཚོགས་པ་དེ་འདྲ་བཙུགས་བྱས་གསེར་གྱི་འཁོར་ལོ་ནི་གསེར་གྱི་འཁོར་ལོ་ག་ཡི་མ་རེད་དེ་ཁ་སང་སྙན་མ་ཉིད་ཀྱིས་གསལ་བཤད་ཅིག་ཞུས་འདི་མེ་འདྲའི་སྒང་ལ་བཞག་ཡ་རྡོག་རྡོག་དེ་རེད་དེ། གསེར་གྱི་འཁོར་ལོ་ཅིག་ད་ག་བ་ཡོད་རེད།

དངོས་གནས་འདི་གི་དམིགས་ཡུལ་གཞིར་བཟུང་བྱེད་ཆེད། ད་ཆོལ་ཁ་གཅིག་གི་གཅིག་ནང་ལོགས་ནས་དངོས་གནས་གློག་བརྙན་གྲངས་གསུམ་བསྟན་གྱི་རེད་བཟང་ཚོད་ཀྱི་དེ་ཚོ་ལ་དངོས་གནས་རྟ་ཕོ་རྒྱག་འོ་རེད་ཟེར་ལབ་བྱས་ད་རྟ་ཕོ་རྒྱག་ནས་གྲོས་ཚོགས་ནང་ལོགས་ལས་ད། དབུས་གཙང་གི་སྤྱི་འཐུས་རྣམ་གྱི་འགྲོ་ཁག་བེད་སྤྱོད་ག་ཚོད་སུ་བཏང་གི་འདུག་རོ། དེ་སྔ་ཡིན་པ་ན་ཀླུ་མཁར་བྱམས་བེད་སྤྱོད་ག་ཚོད་སུ་བཏང་སོང།

སོ་སོ་ལ་གློག་བརྙན་གྲངས་ཙམ་བསྟན་ཡོང་དུས་ད་དེ་མི་ཕ་ཆོག་འདི་ལ་གོ་ལྟ་སོགས་དེ་ཚོ་མེད་བ་ཡིན་ནའི་གོ་ལ་ལྟ། གུས་ཞབས་བྱེད་དགོས་འདུག་བསྟོད་རས་བཏང་དགོས་འདུག་གར་བྱེད་དགོས་འདུག་བེད་སྤྱོད་ག་འདྲས་བཏང་དགོས་འདུག་ལྟ་འདི་རུ་བ། འོ་དེ་འདྲས་ཡིན་དུས་ད་ངའི་སྐད་ཆ་དེ་མར་འཕྲོས་འགྲོ་གི་འདུག་གང་ལྟར་ཐུག་ས་དེ་ཁམས་ཕྱོགས་ངན་ཤུགས་ཐུག་དེ་རེད་དེ་ཆེས་མཐོའི་ཁྲིམས་ཞིབ་ཁང་གིས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་ཐེངས་གཅིག་སྤྱི་འཐུས་གྲོས་ཚོགས་མ་ཚོགས་བའི་གི་གནས་ཚུལ་དེ་གཙོ་བོ་ག་ཡི་མ་རེད་དེ། འདི་ན་རྩ་ཐུག་ས་འདི་བདག་རང་ཁམས་ལྗོངས་ཉི་ཤུ་འདི་རེད། འདི་ལ་ཐུག་བྱས། ད་ཆེ་བསྟོད་ཁྲིམས་ཞིབ་ཁང་རྡ་རམ་ས་ལ་ལུས་པའི་ཁྲིམས་ཞིབ་ཁང་འདི། ཨ་ན་མི་མང་གི་སེམས་ཀྱི་ན་ལོག་ནས་སོ་སོ་ལ་རྒྱབ་སྐྱོར་བྱེད་དེ་ངན་གི་མི་མང་དེ་ཚོ་ལ་ཡིད་ཆེས་བརླག་ཡ། ཨོ་ད་ཁྲིམས་དཔོན་དེ་ཚོ་དངོས་གནས་ཡག་པོ་བྱེད་ཡོད་ས་མ་རེད་ད་བླ་ཡ་བཟོ་ཡས་ཀྱི་ཆེད་དུ་ད་སྐབས་ད་དུས་ལ་གོ་སྐབས་སེམས་ཤེས། ད་སྐབས་བཅུ་དྲུག་པའི་གི་ཚོགས་གཙོ། པད་མ་འབྱུང་གནས་དང། ཨ་ཅེ་ར་ཡེ་ཤེས་ཕུན་ཚོགས་ཚོགས་གཞོན་བཅས། རྒྱུན་ལས་དེ་གས་དེ་དང་མཉམ་དུ་ཁམས་འདུས་བྱས་བྱས། རྙོག་དྲ་མེད་ས་བྱས་ལ་རྙོག་དྲ་བཟོས་བཞག་ར་ད་དེ་རྙོག་དྲ་ཆེད་མངགས་བཟོས་བཞག་རྒྱུ་རེད། ན་ཚ་ཐུག་ས་དེ་ཁམས་ཆུང་ཉི་ཤུར་ཐུག་བསྡད་བོ་རེད། འདི་འདྲའི་གི་རྐྱེན་མང་པོ་ཅིག་ཆགས་བྱས། ནད་ཡམས་ཀྱི་དུས་ཚོད་ཞིག་སླེབས། གྲོས་ཚོགས་འོག་ཐོག་ནས་བཅའ་ཁྲིམས་མཁོ་འདོན་པའི་ཚོགས་ཐེངས་གཅིག་བརྒྱབ་ཁོ་ར་རྩིས་མེད་བཏང་ཡ་ཡིན། ཐབས་ཤེས་ཤིག་དང། རེད་བ། འདིས་ཆེད་དོའི་ཁྲིམས་ཤིག་གང་ལ་ཚོགས་ཐེངས་ཅིག་ཚུགས་མ་སོང་ན་བཅའ་ཁྲིམས་དང་འགལ་གྱི་འདུག་ན་དེ་འགལ་གྱི་འདུག་ད་ཟེར་ལ་ནི། ཉན་ད་མ་སོང་ནས་ཅིག། ཏང་ཡོན་འདི་ཆེད་དོའི་ཁྲིམས་ཤིག་གང་གི་ལས་འགན་རོགས་བཅའ་ཁྲིམས་ལ་བཀུར་བའི་ལས་འགན་རོགས་དེ། ཚོགས་ཐེངས་ཚོགས་དགོས་ཁུར་ད་ཚོགས་ཐེངས་འདི་རྦད་མ་ཚུགས་ནས་བཞག་བས་ན་འགྲིག་གི་མ་རེད། ལམ་སྟོན་ག་ཚོད་ཚོད་གནང་འདུག་དེ་ཁྲིམས་ཤིག་གང་གི་སྐབས་དུས་དུས་ཀྱི། བོད་དབང་སྤྱི་འཐུས་ལྷན་ཚོགས་ལ་ཁྱོད་ཚོ་ནོར་གྱི་འདུག་ད་ཟེར་ལ་ནི་དེ་མ།

བཅའ་ཁྲིམས་གོང་དོན་གྱི་ཏག་ཏག་འགྲོ་གི་མེད་ན། འཛིན་སྐྱོང་བཀའ་ཤག་ཡིན་ནི་རེད། དམངས་གཙོ་ཀ་བ་གསུམ་གྱི་ནག་ལོག་ལ། འབྲེལ་ཡོད་ཀྱི་ལས་བྱེད་སུ་ཡིན་ནི་རེད། སྤྱི་འཐུས་ཚོ་ཡིན་ནི་རེད། སྤྱི་འཐུས་ལྷན་ཚོགས་ཀྱི་རྒྱུན་ལས་ཐོག་ནས་ཡིན་ནི་རེད། སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གྱིས་བཅའ་ཁྲིམས་དང་འགལ་བའི་ཕྱག་ལས་ཤིག་གནང་གི་འདུག་ན་དེ་ནོར་གི་འདུག་དྭགས་ལ་ནི་ཉེན་བརྡ་བཏང་ཉེན་དེ། ཆེས་མཐོའི་ཁྲིམས་ཞིབ་ཁང་གི་ལས་འགན་ཆགས་བསྡད་པ་རེད་བཅའ་ཁྲིམས་ལ་བསྐུར་བའི། འདི་རེད། རེད་བ། ཐ་ན་དེ་ཚོ་ངོ་ནས་དྲ་ནས་བཅད་ཁྲ་མ་བཏང་བའི་གོང་ལ་ལམ་སྟོན་ག་ཚོད་གནང་འདུག་ཡི་གེ་ཡག་མ་མང་པོ་བཏང་ཁྲ་བརྩད་འདུག་བ་དེ་ཚོ་ཚང་མ་ལ་བརྒྱུད་རིམ་ཆ་ཚང་ཅིག་ང་ཚོ་མི་མང་གིས་མཁྱེན་དགོས་རེད་བསམ་གི་འདུག་མཐའ་མ་དེ་ལ་བེད་ཁོ་རང་ལྟ། ཉན་འཇོག་མ་བྱེད་བ་བྱས། རེད་བ། ཨ་ནི་ཆེད་དུ་ཁྲིམས་གཞི་གང་གི་ལྟ་བཅད་ཁྲ་མ་བཏང་ཁ་མེད་ཁྱེད་རེད་དེ་བཅད་ཁྲ་དེ་དགོངས་པ་རྒྱ་ཆེན་པོ་བཞེས་ན་སྐབས་དུས་དུས་བདམ་བྱ་བདེམ་བྱ་གཉིས་ཆ་འཕྲོག་བཞག་འགྲིག་བར་དེ་ད་ལྟ་ཡིག་ཆ་ཨང་གསུམ་ཟུར་དགུ་དང་ཚོ་ཆ་ཡ་གོ་རུ་ཡོད་མ་རེད། ཡིན་ན་དགོངས་པ་རྒྱ་ཆེན་པོ་བཞེས་བྱས། འདེམས་བྱེད་གཅིག་པུ་ཞིག་འཕྲོག་གནང་འདུག་བ། འོས་བླུག་ཡས་གཅིག་པུ་ཞིག་འཕྲོག་གནང་རེད། འོས་ནང་བཞང་ཆོག་གོ་རང་དེ་བྱས་ནས་ད་སྐབས་བཅུ་བདུན་པའི་སྤྱི་འཐུས་དང་ཚོ་ཨེ་འདྲ་ཟེར་ཡ་ལས་སྐྱོ་རུ་བ། དམ་བཅའ་མ་ཕུལ་ཡ་དང་དེ་ཚང་མ་ལོ་ཨེ་འདྲ་ཕྱིན་ཆགས་རུ་བ། དེ་འདྲ་ཡིན་དེ་དུས་ཆེ་བསྟོད་ཁྲིམས་གཞི་གང་འཕོ་འགྱུར་བཏང་ཡས་དེ་ཁྲིམས་འགལ་རང་གི་ཐོག་ནས་འཕོ་འགྱུར་བཏང་ཡོད་ད་དེ་གསལ་བཤད་དེ་ང་ཚོ་དྲ་རྒྱའི་གི་ནག་ལོག་ནས་མི་མང་པོ་ཅིག་གི་དྲ་ལམ་གི་བརྒྱུད་ནས་གསལ་བཤད་གནང་ངན་བྱུང་སོང་སློབ་དཔོན་ཟམ་གདོང་རིན་པོ་ཆེ་གི་གསལ་བཤད་གནང་ཡོད་རེད་ད་ངས་ད་ལྟ་བྱེད་དགོས་ཡས་དེ་འདྲ་ད་ག་ཡི་མི་འདུག་ཡིན་ན་སྐབས་དང་དུས་ལ་དེ་དྲན་གསོས་མ་བྱས་བ་ན་མི་མང་དེ་ནང་འགྲེལ་བཤད་ལོག་ཤ་རྒྱག་དེ་ངན་མང་པོ་ཞིག་ཡོང་དེ་གི་འདུག་ཨ་ནི་ཆོས་སྐད་གི་ཞེན་ཁོག་བྱས་སྤྱི་ཚོགས་ལ་ནམ་རྒྱུན་ནས་དོ་སྣང་རྒྱུན་ནས་མེད་བ་བྱས།

སྐད་ཆ་གསར་བ་ཟེར་ག་ཡི་མེད་རེད་དེ་ཡིན་ནའི་དེ་དྲན་གསོ་བྱེད་དགོས་དེ་ཧ་ཅང་གལ་ཆེན་པོ་རེད་དོ། བཅའ་ཁྲིམས་ཀྱི་ནང་ལོགས་ལ་ཆེས་མཐོའི་ཁྲིམས་ཞིབ་ཁང་འཕོ་འགྱུར་གཏང་དགོས་ཀྱི་འདུག་ན་ཁོ་གང་ཟག་སྒེར་རེ་རེ་བྱས་ན་འཕོ་འགྱུར་གཏང་ཡ་ཡོད་རེད་གསུམ་ཆ་སྡེབ་བྱས་ལ་འཕོ་འགྱུར་གཏང་ས་ཀྱི་ལག་འགག་ཡོད་མ་རེད། གང་ཟག་རེ་རེ་འཕོ་འགྱུར་གཏང་དགོས་ཀྱི་ཡོད་ནའི་དེའི་བརྒྱུད་རིམ་གྱི་ཆ་ཚང་ཞིག་འགྲོ་དགོས་སྐོར་དེ process ལེགས་འགྲོ་འགྲུལ process གང་མཚམས་འགྲོ་དགོས་སྐོར། འདི་མ་འགྲོ་བ་ལ་ཆོག་གི་ཡོད་མ་རེད། རེད་བ། འགྲོ་ལུགས་ཆ་ཚང་མ་འགྲོ་བའི་གོང་ལ་ཚོགས་ཆུང་བཙུགས་དགོས་སྐོར་དེ་ཞིབ་འཇུག་ཚོགས་ཆུང་ཞིག་འདིའི་སྙན་ཐོ་དེ་གྲོས་ཚོགས་ནང་སླེབས་ནས་གཞི་ནས་ཨ་ནི་ད་འཕོ་འགྱུར་བཏང་ཡས་ཀྱི་བརྒྱུད་རིམ་དེའི་འགོ་བཙུགས་དགོས་རེད། དེ་འདྲས་ག་གཱའི་མ་བྱས་དུས་ཚོད་ཐུང་ཐུང་ཞིག་ནང་ལོགས་ལ་འཕོ་འགྱུར་བཏང་རེད་ད་དེ་ང་ཚོ་བརྒྱུད་རིམ་ཆ་ཚང་ཤེས་ཀྱི་ཡོད་བ་བརྒྱ་ཆ་བརྒྱ་སྐབས་དེ་དུས་ཀྱི་བོད་མ་བྱས་དུས་ལྷན་ཚོགས་ཀྱི་ཚོགས་གཙོ་པད་མ་འབྱུང་གནས་དང་ཨ་ཅཱ་རི་ཡ་བྱས་ཏེ་རྒྱུན་ལས་དེ་གའི་དེ་གའི་ངན་བྱུས་རང་བྱས་བྱས། ཨ་ནི་བཀའ་ཤག་སྐབས་བཅོ་ལྔ་པ་དང་ཁམས་དུས་རེས་ལ་འདི་མ་འགྲིག་པ་ཡོད་མ་རེད་ངས་འདི་ཁ་སེང་སྙན་མ་གཅིག་ཞུས་ཡིན། སྐབས་དེ་དུས་ལས་ཐོག་སྲིད་སྐྱོང་བློ་བཟང་སེང་གེ་ལ་ཁོ་རང་བོད་པའི་གྲོས་ཚོགས་ནང་ཞུགས་བསྡད་ཡོད་རེད་བ།

གོ་གནས་ནི་མང་རྩ་དགོངས་ཞུ་གི་ཡིན་མང་དོན་སྒྲུབ་གི་ཡིན་བཀའ་ཤག་རྩ་བ་གཉིས་ནི་ངོས་ལེན་མེད་ཟེར་ཏེ་ང་ཚོ་མི་མང་ལ་གསལ་བཤད་ག་འདྲ་བྱེད་ཀྱི་ཡིན་པས། ལར་ནས་སྐྱབས་མགོན་རིན་པོ་ཆེ་ཞལ་བཞུགས་དེ་བས་ང་ཚོ་ག་འདྲ་བྱེད་ན་དེ་འདྲས་ལས་ཀ་དེ་འདྲ་བྱེད་ཀྱི་ཡིན་པས། འདི་བཅའ་ཁྲིམས་དང་ཏག་ཏག་ཅིག་བསྒྱུར་འདེད་ཀྱི་མི་འདུག་ཟེར་ན་སྐབས་དེ་དུས། རེ་བ་ལས་ཐོག་སྲིད་སྐྱོང་བློ་བཟང་སེང་གེ་ལགས་ཀྱིས་ཁོ་རང་གི་བཀའ་ཡོད་པ་ཡིན་ན་དགག་བྱ་སྐྱོན་ཡོད་ན་རང་བཞིན་གྱིས་དེ་གནས་ཚུལ་ཆགས་ཆགས་དེ་འདྲ་འགྲོ་ཡོད་མ་རེད་སྐྱོན་འགྲོ་ཐུབ་ཡོད་མ་རེད་འདི་བརྒྱ་ཆ་བརྒྱ།

ཨ་མཆོད་རྡོར་བཟང་པོ་དང་བཀའ་ཟུར་ཚེ་རིང་ཕན་ཚོགས་ལགས་དང་བདག་འཛིན་ཚོགས་ཆུང་གསོལ་བྱ་ག་འདྲ་ཨར་ཆེའུ་སྟ། དང་པོ། རྩ་བ་ཚད་ཀ་མ་འགྲོ་གཉིས་ལ་དེ་བརྒྱུད་རིམ་ཐག་ཆད་བོར་བ། ཆེ་བསྟོད། ཁྲིམས་ཞིབ་ཁང་གསུམ་བཅའ་སྡེབ་བཅས་ལ་འཕོ་འགྱུར་བཏང་འགྱུར་གྱི་གནས་ཚུལ་དེ་ཁ་གསལ་བོ་ཆགས་རྒྱུ་ཡིན་པ་དེ་བོད་མི་སྤྱི་འཐུས་ལྷན་ཚོགས་ཀྱི་དེ་ཁུངས་སྐྱེལ་དཔང་རྟགས་དེ་འདྲ་གལ་བྱུང་མེད་བ་གནས་ཚུལ་དེ། འདི་མ་ཟད་བོད་ཀྱི་ཆེ་བསྟོད་ཁྲིམས་ཞིབ་ཁང་གསུམ་བཅའ་ལོ་མང་སྡེབ་བཅས་ལ་མ། ལས་མཚམས་བཞག་བྱས་ད་ང་ཚོ་འགྲོ་གི་ཡིན། རྩ་དགོངས་ཞུ་གི་ཡོད། རྩིས་སྤྲོད་རྩིས་ལེན་གནང་གཞུང་གི་བྱེད་སྒོ་རྣམ་གཞག་ཚང་མ་ཕྱི་ནང་ཕྱི་མ་ཐོན་འགྲོ་རྒྱུ་དེ་འདྲའི་ཁལ་དམར་བ་རྩིས་སྤྲོད་རྩིས་ལེན་སྐོར་གནང་མེད་བ། གནས་བབ་ལས་མཚམས་བཞག་གི་ཡིན། ཡིན་ནའི་ཕྱི་བོད་མི་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཆོད་དེ་ལ། བརྩི་བཀུར་ཞུ་གི་ཡིན། འདི་བརྩི་བཀུར་ཞུས་པའི་ཐོག་ནས་གནས་སྐབས་རིང་ཁ། ལེན་ཙམ་བྱ་གི་ཡིན། ཟླ་འདིའི་གི་བོད་མི་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་ཆུང་གཙོས་ཞིབ་འཇུག་བྱེད་ཡག་གི་གོ་སྐབས་ཤིག་གནང་ཡོད་སྐབས་དུས་དུས་ཆེད་དུ་ཁྲིམས་ཞིབ་པ་གསུམ་གིས་ཟླ་བ་གཅིག་གཉིས་ཀྱི་ཆིངས་རེ་ཐག་རྒྱུན་མཆོད་གི་ཡོད་མ་རེད། དེ་འདྲའི་བྱ་བ་ནི་འགྲིག་གི་ཡོད་མ་རུ་བ་སྟེ། སྐབས་བཅུ་བདུན་པའི་གི་སྤྱི་འཐུས་གསར་བ་ཡར་ཕེབས་ཡོང་དགོས་རེད། སྐབས་བཅུ་དྲུག་པའི་གི་སྲིད་སྐྱོང་གསར་བ་ཡར་ཕེབས་ཡོང་དགོས་རེད་དམ་བཅའ་ཕུལ་ས་བཟོས་གོ་དགོས་རེད་དེ་འདྲ་བྱ་ན་འགྲིག་གི་ཡོད་མ་རུ་བ། རྒྱ་ཆེ་མི་མང་གི་འགན་ཁྱེད་ཆེ། ད་ཁྱེད་རྣམ་པ་ཡར་འཕེལ་རོགས་བྱས། ལས་མཚམས་བཞག་ནས་དེ་འདྲས་མ་བཞུགས་རོགས་གནང། མུས་མཐུད་ནས་ཕྱག་ལས་དེ་གནང་རོགས་གནང་ལ་ནི། ཁང་པའི་སྒོ་མ་སོགས་ནས་བཅད་ནས་བཞག་ཡོད་རེད་མ་གཏོགས་སྒོ་བརྒྱབ་ནས་ཕྱིར་དོན་ཡོང་མ་རེད་དེ་ཕྱི་དུ་ཁྲིམས་ཞིབ་ཁང་གི་རྩ་བ་གཉིས་ནས་ནོག་ཡོད་མ་རེད་ད་དེ། ལས་མཚམས་བཞག་ནས་ཆིངས་རེ་ཡར་འཛུལ་སྟངས་དེ་ཁྲིམས་འགལ་རེད་ཟེར་ལ་བ་ནི་དེ་རྩ་བ་གཉིས་ནས། སྐད་ཆ་འདི་བདེན་པ་མ་རེད། འཁྱོག་བཤད་རང་རེད་འབྲེལ་བཤད་ལོག་བཤད་རྒྱག་དགོས་རེད། རེད་བ། དེ་འདྲའི་ལས་མཚམས་བཞག་འཕེལ་ཡོད་མ་རེད་ཡ། ཁང་པ་སྒོ་བཅད་བཞག་ཡོད་རེད་ཡ་འཛུལ་ཤོག་ཤོག་ཡོད་རེད། མི་མང་གིས་ཡ་དེ་འདྲས་ཞུས་རེད། སྐབས་དུས་དུས་ཁྲིམས་ཞིབ་པ་ཟུར་པ། མང་པོ་གཅིག་གི་མཚན་རྟགས་སྐྱོན་ཆེད་གཞུང་ཞབས་ཟུར་པ་མང་པོ་གཅིག་གི་མཚན་རྟགས་སྐྱོན་ཆེད་སྤྱི་ཚོགས་ནང་ལོག་ནས། དངོས་གནས་གནད་ཡོད་མི་སྣ་མང་པོ་ཅིག་གིས་འབོད་སྐུལ་ཞུས་རུང་བཀའ་ཟུར་སྤྱི་ཟུར་ཁྲིམས་ཟུར་ཟེར་བ་ཨ་ནི་མི་མང་སྟོང་ཕྲག་མང་པོས་འབོད་སྐུལ་ཞུས་ནས་འདིའི་གི་ངེས་ལེན་ཟེར་བ་ད་སྒྲིག་འཛུགས་འདིའི་གནས་སྟངས་དེ་འདྲའི་དཀའ་ངལ་ཆེན་པོ་ཅིག་ག་ལ་ཕན་ཡོད་འདུག ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་སྙན་གསང་ག་རེ་ཞུ་འོས་པའི་ཐུགས་ག་ཚོད་ཕམ་གི་རེད་དེ་འདྲས་མ་ཡོང་བའི་གི་ཆེད་དུ་དགོངས་པ་རྒྱ་ཆེན་པོ་བཞེས་བྱས་ཁྲིམས་ཞིབ་པ་གསུམ་དེ་ཡར་འཕེལ་སྐྱོད་རོགས་བ་དེ་དེ་འདྲའི་ཁྲིམས་འགལ་ཁྲིམས་འགལ་དང་དེ་འདྲའི་ཁ་སྐད་མ་རོགས་བ། འདི་བརྒྱུད་རིམ་གཅིག་རེད། ད་ཡིན་ན་ཡིག་ཆ་ཨང་སོ་སོ་དུ་བཞག་རེད། གསུམ་ཆ་གཉིས་ཀྱི་བཞག་ཡོད་གསུང་སྐོར་རེད་མང་མོས་ཀྱི་ཐོག་ནས་འབྲི་དགོས་རེད། འདི་བཞག་སྟངས་བཞག་ལུགས་དེ་ཚང་མ་ལོ་ཁྲིམས་བརྒྱད་ཆགས་འདོད་ར་འགོ་བཙུགས་སྟངས་ཁོ་ན་ནས་མ་ཁྲིམས་བརྒྱད་འདོད་ར་བཅའ་ཁྲིམས་བརྒྱད་བྱས། བཅའ་ཁྲིམས་དོན་ཚན་ལྔ་བཅུ་ང་བཞི་གི་ནང་ལོ་ལ། ད་བེད་སྤྱད་དོན་ཚན་ལྔ་བཅུ་ང་བཞི་རེད་གྲོ་བསྡུར་བཀག་སྡོམ། ད་ངས་དོན་ཚན་འདི་ཏག་ཏག་དྲན་མ་སོང། གྲོས་བསྡུར་བཀག་སྡོམ་འདི་དིར་བ། ཆེས་མཐོའི་ཁྲིམས་ཞིབ་ཁང་གི་སྐོར་ལ་གྲོས་ཚོགས་ནང་ལོགས་ལ་བགྲོ་གླེང་གོ་རང་གནང་ཆོག་གི་མེད་བ་དེ་འཛམ་བུ་གླིང་ཚང་མ་ལོ་འདི་འདྲའི་རུ་བ། འགྲོ་སྟངས་དམངས་གཙོའི་རྒྱལ་ཁབ་ཚང་མ་གི་ནང་ལོགས་ལ་རུ་བ་ཚོགས་ཆུང་བཙུགས་ནས་བརྒྱུད་རིམ་གྱིས་འགྲོ་དགོས་གོ་ར་ཨ་ནི་དེ་ཕྱོགས་གཉིས་ཆ་ལོགས་ལ་གོ་སྐབས་དགོས་གོ་ར་ཆེས་མཐོའི་ཁྲིམས་ཞིབ་ཁང་ལ་གསལ་བཤད་བྱེད་ཡའི་གོ་སྐབས་ཀྱི་གྲོས་ཚོགས་ནང་ལོགས་ལ་ཚོགས་ཆུང་གི། བརྒྱུད་ནས་གསལ་བཤད་བྱེད་གོ་སྐབས་ཤིག་གནང་བར། དེའི་བརྒྱུད་རིམ་ཆ་ཚང་ཞིག་གནང་ཡོད་ན་ད་སྔོན་ནས་དྲ་གནས་ཨ་ན་ང་ཚོ་ད་མི་མང་གིས་སྐད་རྒྱག་གི་མ་རོ་བ། མི་མང་མགོ་འཚོས་ནས་སྐད་རྒྱག་དགོས་རོ་བ་དེ་ཚང་མ་ལོས། ད་དེའི་རྗེས་ཀྱི་གནས་ཚུལ་རྣམ་པ་ཚོ་ཚང་མ་ལོས་མཁྱེན་གི་རེད། ད་ཐ་མ་དེ་ཨབ་སོ་མ་ལྟོས་བྱས ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡར་ཞུས་རོགས་ཏེ། ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཞུས་ཚར་བའི་རྗེས་ལ། ད་བཀའ་སྲུང་གཅེས་སྒྲུབ་ཞུ་མཁན་བཀའ་མཁར་གནང་བ་གནང་བ་དེ། བཀའ་སྲུང་གཅེས་སྒྲུབ་ཞུ་མཁན་བཅས་ཁས་ལེན་ཞུས་བྱས་ཁོ་རང་ཚོ་དམ་བཅའ་ཕུལ་རོགས་ད། སྲིད་སྐྱོང་གསར་རྙིང་གཉིས་ཀྱི་རྩེ་རུ་རྩེ་གླེང་གི་དམ་འབུལ་དེ་སྐྱབས་མགོན་རིན་པོ་ཆེ་དྲ་ཐོག་ནས་མ། བྱས་སོ། ཆ་ཚང་བྱེད། ཟླ་འདིའི་རྗེས་ལ་ཁྲིམས་ཞིབ་པ་ཆེ་བ་རྩ་ནས་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་དམ་འབུལ་བྱས། ཨ་ནི་སྤྱི་འཐུས་ཚོགས་གཙོའི་རྩ་ནས་སྤྱི་འཐུས་དེ་གའི་དེ་གའི་དམ་འབུལ་བྱས་རེད། བརྒྱུད་རིམ་དེ་འདྲས་ཀྱི་ཕྱིང་རུ་བ་ད་ད་འདི། ཨ་ཆེ་འདུག་ཁྲིམས་ཞིབ་ཁང་ངོས་ལེན་མེད། དེ་ཚོ་ཁྲིམས་རྒྱལ་རེད་ལན་ལབ་པ་ཡིན་ན་ད་སོ་སོ་རང་ཉིད་ཁྲིམས་རྒྱལ་ཆགས་ཀྱི་འདུག་བ་ད་སྐད་ཆ་དེ་ཚོ་ངས་ལྡབ་འགྱོག་ཆགས་ཀྱི་འདུག་ཚང་མ་འདུག་ངས་དེ་ཞུ་མོ་གོ་བྱས་ཏེ་དེ་བརྒྱུད་རིམ་ཚང་མ་ལོ་ང་ཚོས་དེ་ཚོ་ཚང་མ་ལོ་གློག་བརྙན་མ་བཟོ་ན་མི་ཡི་གི་དྲན་པའི་ནང་ཡོད་རེད་དེ་མི་མང་མགོ་སྐོར་བཏང་ཐུབ་ཡས་དེ་འདྲ་རྒྱུན་ཡོད་མ་རེད་དེ་ངས་གར་ཅི་ནས་ཞུ་དགོས་ཞུ་བ་ཡིན་ན། ད་ང་ཚོའི་དམ་འབེལ་གྱི་དཀའ་ངལ་འདི་འདྲས་ཀྱི་ཐུག་ས་དེ་གཞན་དག་ག་གེ་མ་རེད་ཐུག་ས་དེ་འདིར་ཐུག་སྟེ་སྒེར་གྱི་འཁོན་འཛིན། སྙིང་ནད། རེད་བ། དེ་འདྲས་ཅིག་ལ་ལྟ་ནས་ད་ད་ལྟ་མུས་མཐུད་བྱས། ཆོས་རྒྱུད་སྤྱི་འཐུས་དེ་གས་དེ་དང། མདོ་སྟོད་ནས་ཕེབས་པའི་སྤྱི་འཐུས་ཚང་མ་ལ་ཞུ་བའི་ག་གེ་མེད་ད་འདོད་པ་མེད་བཞིན་དུ། ཆོས་རྒྱུད་སྤྱི་འཐུས་དང་མདོ་སྟོད་སྤྱི་འཐུས་ཁག་ཅིག་གི་རྐུབ་ལ་མ་འགྲོ་ཀ་མེད། ཁྱེད་ཆས་གང་ལྟར། ང་ཚོ། སྒྲིག་འཛུགས་ལ་དཀའ་ངལ་འདི་འདྲ་ཅིག་བཟོས་བསྡད་ཀྱི་འདུག་ཨ། ད་ཉེ་བའི་ཆ་ལ་ག་འདྲས་ཆགས་སོང། ད་ད་རིང་གི་སྤྱི་ཟླ་གསུམ་པའི་གི་གྲོས་ཚོགས་གནས་སྟངས་དེ་ག་འདྲས་བྱུང་སོང་ད། ཨ་ཏང་མགོ་ཡལ་གྱི་མགོ་ཡན་ཅན་གྱི་རྒྱུ་བ་དེ་བརྒལ་ཏེ་མི་མང་གི་ཡར་ཞུ་དུག་ཞུ་འབོད་བྱེད་བཞག་རྒྱུ་དེ་ཚོ་ཚང་མ་ལ་རྩིས་མེད་བཏང། རུ་བ་གྲྭ་རྒྱལ་བོ་ཞུ་ཅེ་ཆེ་མི་མང་ལ་གསལ་བསྒྲགས་བྱས། དུས་ཚོད་ཅིག་དང་སྐག་གཉིས་པའི་གདམས་ཆུང་བར་དུ་སྙན་ཐོ་ལེ་ཡལ་དང་བྱིན། ད་གཅིག་བྱེད་ཀྱི་ཡིན་མདོག་མདོག་བྱས་གསལ་བསྒྲགས་བཏང་འགྲོ་སོང་སྟོབས་ན་འདི་བཏང་མཐའ་མ་འདི་ལ་ད། ཁྲིན་ཀྲུའུ་བསྐྱར་ཞིག་ཚོགས་ཆུང་སྙན་ཐོ་ནང་ད་གར་དུ། མི་མང་གི་གནས་གཅིག་ཡོད་མར་ད། ཡར་འབོད་སྐུལ་ཞུ་བྱ་རྒྱུ། འདིའི་ནང་ཚན་ནས་ད་དངོས་གནས་ཀྱི་དགོས་ངེས་ཅན་གྱི་ཆེས་མཐོའི་ཁྲིམས་ཞིབ་པ་དེ་ཚོས་ཀྱིས་འོས་ཆོས་དེ་ཚོ་འགྱུར་བ་བཏང་ཡ་ལས་སླ་བོ་ཞུ་རུ་བ་དེ་ཞུ་གཅིག་གི་ཁྲིམས་གསར་བ་བཟོ་དགོས་ཡ་དེ་འདྲ་ག་ཡོད་མ་རེད་ལོ་སྟོད་དུ་ཕར་འགྱངས་བྱས་གཅིག་པོ་གཅིག་རེད། ང་ཚོའི་བཙན་བྱོལ་གནས་བབ་ལ་དཔའ་བས་ཀྱིས་མི་རག་ཡ་ཡོད་སྐྱོ་གཅིག་ལ་འགག་ཅིག་བཟོས་འོང་མ་གཏོགས་གཅིག་གིས་ལ་འགག་མེད་སྐྱོ་གཅིག་ལ་བཀག་དེ་ནི་ཆོ་ཡོད་མ་རུ་བ། ཆེད་མངགས་དེ་བཀག་ནི་ད་ཁྲིམས་ཞིབ་པ་ཆེ་བ་ཕེབས་མ་འདུག་ཡ་གཅིག།

ད་ཁྲིམས་ཞིབ་པ་གཞན་གཉིས་འདི་མོ་ལྐོག་བཟོས་ཚར་སོང་བ་དམ་བཅའ་ཕུལ་ས་དེ་རྩ་བ་གཉིས་ནས་ངས་ད་ལྟ་བཞུགས་ཡོད་འདི་ང་ཚོ་རྩ་བ་གཉིས་ནས་ཁས་ལེན་མེད། སྤྱི་འཐུས་ཚོགས་གཙོ་ཙམ་དམ་བཅའ་ཕུལ་ནས་སྤྱི་འཐུས་མ་འོངས་པ་ཕེབས་ཀྱི་ཡོད་ན་རེད། གཞུང་འབྲེལ་གར་བཞུགས་དང་རང་དབང་ཅན་གྱི་རྒྱལ་མཚན་ཕེབས་ཀྱི་ཡོད་ན་རེད་འདི་ང་ཚོ་ངོས་ལེན་རྩ་བ་གཉིས་ནས་ཞུ་ཐུབ་ཀྱི་མ་རེད་མི་མང་གིས་འདི་གི་ཐོག་ལ་ང་ཚོ་མི་མང་གི་ཐོག་ནས་མུ་མཐུད་ཆེད་སྐད་རྒྱབ་ཀྱི་རེད་འདི་ང་ཚོ་ཙམ་རྩ་བ་གཉིས་ནས་བཞག་གི་མ་རེད། དྲང་པོ་ཅིག་མ་བྱུང་གི་བར་དུ། དམ་བཅའ་ཕུལ་ས་དེ་འདྲའི་ལམ་དང་ལུགས་སྲོལ་མི་སྐྱོ་དེ་འདྲ་ཞིག་ག་བ་ཡོད་རེད་ད་སྤྱི་འཐུས་ཚོགས་གཙོ་ཚང་དམ་བཅའ་ཕུལ་བའི་སྲོལ་ཞིག་རེད་ད། དེ་འདྲ་ཡིན་ན་ད་ཁྲིམས་ཞིབ་པ་གཞན་གཉིས་ད་གོ་ཡའི་སྐོར་མི་འདུག་ཨ། དེ་ཡིན་དུས་ང་ཚོ་མི་མང་གི་ནང་ལོག་ནས་ད་འདི་འགྲིག་བསྡད་ཡོད་པའི་འདྲ་བོ་ཅིག་དེ་འདྲ་བཀའ་མོལ་གནང་མཁན་དེ་འདྲ་འདུག་ཁ་སང་ད་ལྟ་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གིས་དཔལ་ལྡན་སྲིད་སྐྱོང་མཆོག་ལ་བཅར་འདྲི་དང་ལེན་ཞུ་བའི་སྐབས་ལ་དམ་བཅའ་ཕུལ་ས་དང་རིགས་གཅིག་ད་ཡག་པོ་བྱུང་བའི་སྲོལ་འདྲ་བོ་ཅིག་དྲི་བ་དེ་འདྲ་ཞིག་བཏང་གནང་སོང། དེ་རྩ་བ་རྙེད་ནས་ཏག་ཏག་བསྡད་ཡོད་མ་རེད་དམ་ཆོས་བོད་སུ་ལང་ག་དེ་གསང་གི་གསང་སྟངས་དེ་མ་རེད་གྱུར་ནས། ཆེ་བསྟོད་ཁྲིམས་ཞིབ་ཁང་གི་སྐུ་དབང་དེ་རང་འཇགས་བཞག་དགོས་སྐོར་སྟབས་བདེ་ཚང་མ་མེད་བ་བཟོས་སོ་སྐབས་བཅུ་དྲུག་པ་བཅུ་བདུན་པ་གཉིས་ཆགས་ཀྱི་ཆེ་བསྟོད་ཁྲིམས་ཞིབ་ཁང་དང་འབྲེལ་བའི་ཐོག་ནས་དབང་ཆ་མང་པོ་ཞུ་རྗེས། རྩ་ཚིག་ཚང་མ་ལོ་རྒྱུས་བ་དང་ཆེ་ད་པའི་མིང་ཙམ་མ་འདུག་ཅིག་དབང་ཆ་མེད་སྐྱོགས་བཟོས་སོ། ཇི་སྙོམས་སྟངས་འཛིན་ལ་ཡི་དེ་ད་ཡོང་ཡས་སྐོར་མི་འདུག་ཨ། ད་འདས་གྲོས་ཚོགས་དུ་དབང་ཆེན་པོ་ཞུ་རྗེས་བྱས། ག་རེ་བྱས་ནས་གྲོས་ཚོགས་དེ་ཆེད་གསོ་འཕོ་འགྱུར་བཏང་ན་གྲོས་ཚོགས་བཏང་ཆོག་ཡ་ཡོད་རྒྱུ་གྲོས་ཚོགས་དེ་འཕོ་འགྱུར་བཏང་ཡ་མེད་རྒྱུ་འདི་ཚང་མ་ལོ་ད་ངས་ཞུས་མོ་གོ་ཆེ་རྣམ་པ་ཚོ་ཚང་མ་ལོ་མཁྱེན་ཟེར་བ་དེ་འདྲ་ཡིན་དུས་ད་ཐུག་ས་དེ་འདི་ལ་ཐུག་ཡོད་རེད་ན་ཚ་དེ་འདི་རེད་གཞན་དག་ག་གེ་མ་རྩ་དེ་ཁྲིམས་ཞིབ་ཁང་ནོར་བ་དང་ཁྲིམས་ཞིབ་ཁང་འཕོ་འགྱུར་བཏང་ཡ་དེབ་ཕྱི་ལ་འཕོ་འགྱུར་བཏང་ཡ་དེའི་བཅད་ཁྲ་བཏང་སྐྱོང་གི་ནོར་བ་དང་དེ་ཚོ་ཚང་མ་ལོ་ཞོར་ལ་ད། བཟོད་བྱ་རྒྱུ་གི་གནས་ཚུལ་ཞིག་རེད། འཆར་གཞི་དང་ལྡན་པའི་ཐོག་ནས་ཁྲིམས་ཁང་གིས་ནུས་མེད་དང་ཡིད་ཆེས་མི་ཡོང་བ་ཞིག་ག་འདྲས་བཟོ་དགོས་ཀྱི་འདུག་གཞིས་ལུས་རྒྱ་ཆེ་མི་མང་གི་སེམས་ཀྱི་ན་ལོ་ལས་ད་བཙན་བྱོལ་ནང་ཡོད་བོད་ཀྱི་ཁྲིམས་ཞིབ་ཁང་འདི་ལ་ཡིད་ཆེས་ལག་འཇུ་ཡ། བཙན་བྱོལ་ནང་ཡོད་བོད་ཀྱི་གཞོན་སྐྱེས་འདི་ཚོ་ད་སོ་སོ་ལ་རྒྱབ་སྐྱོར་བྱེད་དེ་ངས་ཆོལ་ཁའི་གི་དུས་རྒྱུན་དུ་སྤྱི་ཚོགས་ནང་དོ་སྣང་རྒྱུན་དུ་མ་བྱེད་ངས་བོད་མི་སྒྲིག་འཛུགས་ཀྱི་འགྲོ་སྟངས་མ་ཤེས་ངས་ཆོལ་ཁའི་གི་ཞེན་ཁོག་རང་ཕྱིར་འགྲོ། ར་མི་ཁག་ཅིག་གིས།

བདེན་དོན་གསལ་བའི་མེ་ལོང་སྲིད་ལ་འདི་སྟོད་བྱ་དང་མེ་བྱ་སྲིད་ལ་དེབ་གཉིས་ཡོད་རེད། ད་ལྟའི་ང་ཚོ་གཅིག་ཡུ་རོབ་དང་ཨ་རི་རེད་རྒྱ་གར་ནང་ལོ་ས་གནས་མང་པོ་ཅིག་ལ་འགྲེམས་སྤེལ་ཞུ་ཡོད་རེད་མ་ཚད་པའི་ད་ལྟ་ང་ཚོ་གློག་འཕྲིན་གྱི་བརྒྱུད་ནས་ད་ལྟ་ཨོན་ལཱིན་ཞུ་རུ་བ Amazon གྱི་ནང་ལོ་ལས་དེ་རྣམ་པ་རྩོད་གི་དུས་ཚོད་ཅིག་ལ་ང་ཚོ Amazon ནང་ལ་བཞག་ཡོད་རེད་བཙོང་ཡག་དེའི་དེབ་དེ་བྱང་ཨ་རི་དོན་གཅོད་འཕོ་འགྱུར་བཏང་ཚར་བའི་རྗེས་ལ་ལན་འདེབས་ཚེ་ཤེས། སྟབས་བསྟུན་བཅོས་ཟུར་པ་དམ་པའི་ལས་ཐོག་སྲིད་སྐྱོང་མཆོག་གིས་ལན་འདེབས་གསལ་བཤད་ཆུ་ཚོད་བཞི་གནང་ཡོད་དེ་ཡིག་ཐོག་ལ་མར་ཕབ་ཆེད་ཨ་དེབ་གཟུགས་ནང་ལ་དེ་བཟོས་ཡོད་རེད། འོ་དེ་ཚོ་ཚང་མ་ལོ་ད་ངས་ཞུས་དོན་གཙོ་བོ་དེ་འདི་རེད་རྣམ་པ་ཚོ་ལ་དེ་མཁྱེན་རྟོགས་བྱེད་དུ་གཏང་ཡ་དེ་ལྟར་ལོ་རྒྱུས་ནང་ལ་དེ་གི་རེད་དེ་ཚང་མ་ལོ། བྱས་རྗེས་ག་རེ་བྱས་ཡོད་མེད་བཀའ་ཤག་སྐབས་བཅུ་བཞི་པའི་གི་དུས་ཡུན་དང་བཅོ་ལྔའི་པའི་གི་རུ་བ་བློ་བཟང་སངས་རྒྱས་ལགས་ཀྱིས་ལོ་བཅུའི་ནང་ལོ་ལ་ལྟ་བྱེད་ཆས་དེ་ཚོ་ཚང་མ་ལོ་ལོག་རྒྱུས་རང་བཞིན་ལྡན་པའི་གནས་ཚུལ་ཆགས་ཡོད་རུ་བ་ཁམས་ཕྱོགས་ཉི་ཤུ་ཤོར་བ་ཆ་ང་རོའི་ཕུལ་འབྱོར་འཐོར་འཕོ་བསྒྱུར་བཏང་བཏང་སྟེ་བཏང་བཏང་བཏང་ལུགས་ག་འདྲེས་བཏང་བཞག་རུ་བ། དེའི་རྗེས་ལ་ཁམས་ཕྱོགས་ཨང་ཉི་ཤུ་དེ་ག་འདྲེས་ཕྱི་ནས་ཤོར་བཞག་དེའི་རྗེས་ལ་ཨང་དེ་ནས་མ་ད་ཁྲིམས་ཞིབ་པ་གསུམ་དེ་སྡེབ་གཅིག་ལ་འཕོ་བསྒྱུར་དེ་ཚོ་ཚང་མ་ལོ་དུས་ཚོད་སྲིད་ད་བེད་ཁོ་རང་དམིགས་ཡུལ་བེད་ངེས་ཅན་གྱི་སེམས་བྱེད་ཨ་ནི་སེམས་ཉེན་མཁས་བྱེད།